ཨོ། ད་བོ་གླེང་བ་དཀྲོག་སྒྲིག་པའི་ལས་རེབ་གཟིགས་སྙན་གྱི་ཤ་ར་གཅིག་པའི་གངས་ཅན་པ་ཚང་མ་ལ་དྲན། ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་ལྔ་བའི་ཚེས་པ་ཉི་ཤུ་རྗེས་ཀྱི་ད་སྔ་དྲོ་ལ་ད་སྔ་བདེ། ཕི་ལ་ཏྲ་ཧྥི་ཨ་རིའི་རང་བཙན་ཚོགས་ཁང་གི་མདུན་ལ་སླེབས་བསྡད་ཡོད། ད་དྲན། འདི་ངའི་བརྙན་ལམ་ལ་སྐུ་མགྲོན་དེ་རྒྱལ་གཅེས་པ། རང་བཙན། འཐབ་རྩོད་པ་རྒན་ཐུབ་བསྟན་ཆོས་ཉིད་ལགས་ཕེབས་ཡོད། ད་ཐུབ་བསྟན་ཆོས་ཉིད་ལགས་དེ་རིང་བརྙན་ལམ་ལ་འདི་འདྲའི་ཞུ་དགོས་ཀྱི་རྒྱབ་ལྗོངས་གཙོ་བོ་དེ་ག་རེ་ཡིན་ལབ་ན། ད་ཐུབ་བསྟན་ཆོས་ཉིད་ལགས་ཀྱིས་ད་ལོ་གི་སུམ་ཅུའི་དུས་རིང་ཐེངས་མ་དྲུག་ཅུ་རེ་བཞི་པ་ནས་མགོ་བཙུགས་ཀྱིས་ནས་ལོ་གཅིག་ཧྲིལ་པོ་ལ་ད་ཨ་རིའི་རང་བཙན་ཚོགས་ཁང་གི་མདུན་ལ་བོད་པའི་རང་བཙན་ཁུངས་སྐྱེལ་དང་བོད་རང་བཙན་ལ་རྒྱབ་སྐྱོར་ཚུར་ཡག་གི་ཆེད་དུ་ལས་འགོར་ཅིག་སྤེལ་བྱས་ནས་ད་ཉི་མ་ལྔ་བཅུ་ང་གྲངས་ཅིག་འགྲོ་གི་ཡོད་རེད། དེ་བྱས་ཏེ་དེའི་ལས་འགོར་དེ་ལ་རྒྱབ་སྐྱོར་དང་ལས་འགོར་དེ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཆེས་གོ་རྟོགས་མང་སུ་སྤེལ་ཐུབ་ཡ་གི་ཆེད་དུ་ནི་དེ་རིང་གི་བརྙན་དེ་བཟོ་གི་ཡོད་དེ་བྱས་དུས་ད་ཐུབ་བསྟན་ཆོས་ཉིད་ལ་ངས་ངོ་སྤྲོད་དུས་དུས་ཀྱི་ཞུ་བ་ཡིན་ན། སྤྱིར་བཏང་ཁོ་རང་གི་ད་ཕ་ཡུལ་གྱི་ཕྱོགས་ནས་སྐད་ཆ་བཤད་བ་ཡིན་ན་བུ་དྭགས་པོ་གི་ཕྱོགས་ནས་རེད། དེ་ནས་ཁོ་རང་ར་བོ་ཆ་བཞག་ན་ཅིག་ད་ད་ལྟ་གི་ལས་འགོར་ཙམ་མ་ཡིན་པ། རྒྱུན་རིང་པོ་ལ་གོང་ལྟར་ས་གནས་ས་ཐོག་གི་བོད་རིགས་སྤྱི་འཐུས་ཚོགས་པ་གི་ཚོགས་གཙོ། དེ་ནི་བོད་པའི་གཟའ་མཇུག་སློབ་གྲྭ་གི་སློབ་སྤྱི་དང་དགེ་རྒན། ད་དེ་འབྲེལ་གྱི་སྤྱི་ཚོགས་ཞབས་ཞུ་གི་ལས་འགུལ་ལོ་མང་པོ་གནང་དང་གནང་བཞིན་པ་གཅིག་དང། དེ་ནས་གཅིག་བོད་རང་བཙན་གོམ་བགྲོད་ཀྱི་ལས་འགུལ་མང་པོ་ལ་མཉམ་ཞུགས་གནང་མྱོང་མཁན་གྱི་ད་གོང་ལྟར་མིང་དོན་མཚུངས་པའི་རྒྱལ་གཅེས་དཔའ་གཅེས་ཆགས་བསྡད་ཀྱི་ཡོད་རེད་ཨེ་ནི་ལྷག་པར་དུ། ང་ཚོ་བོད་པའི་ཁྱིམ་ཚང་གི་ངོས་ནས་ཕ་མ་གི་ངོས་ནས་ད་མིག་དཔེ་ལྟ་ས་གལ་ཆེན་པོ་གི་མི་སྣ་ཞིག་ང་རང་གི་ངོས་ཟིན་བྱེད་ཀྱི་ཡོད། ཁོ་རང་ལ་བུ་ཕྲུག་གསུམ་ཡོད་རེད་བུ་ཕྲུག་གསུམ་ག་ཅིག་དངོས་གནས་ས་གནས་འདི་འདྲ་ཅིག་ལ་ད་འཚར་ལོངས་བྱུང་བ་ཡིན་ན་ལས་བོད་སྐད་བོད་ཡིག་བོད་པའི་གོམས་གཤིས་ད་ཅིག་བོད་པའི་རྒྱལ་ཞེན་དེ་ཚོ་ཚང་མ་དངོས་གནས་ཁོ་རང་ཧ་ལས་པའི་སྐད་ད་ཡག་པོ་ཞོད་ཅིག་གསོ་སྐྱོང་བྱེད་གནང་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ཅིག་ད་ང་ཚོ

ལས་ཀ་ཅིག་བྱེད་དགོས་ཀྱི་ཡོད་རེད། ཨཱ་ནི། ལྷག་པར་དུ་ཐུབ་བསྟན་ཆོས་ཉིད་ལ་དགྲ་བོ་ཆགས་ཀྱང་ན་བཟའ་ཚང་བུ་ཕྲུག་གི་བདག་པོ། ཨཱ་ནི། དེ་ཡང་ཨ་རིའི་ས་ཐོག་ལ་ད་མི་ཚང་མ་དྲིལ་ལག་དང། དྲིལ་ལག་དེ་ཡང་ད་ང་ཚོ་བཤད་སྒྲོས་ཀྱི་ཡོལ་བ་ནང་བཞིན་དུས་སོག་ནས་དངུལ་རེ་ལ་བ་ནང་བཞིན་ད་མི་ཚང་མ་གི་དུས་སོག་རེ་དངུལ་ཆགས་བསྡད་ཀྱི་ཡོད་རེད་ཨཱ་ནི་ལྷག་པར་དུ་ཐུབ་བསྟན་ལ་དགྲ་བོ་ཆགས་ཀྱང་ན་ཁོ་རང་སྒེར་གྱི་ཚོང་ཁང་ཡོལ་བ་ཚོང་ལས་བྱེད་ཀྱི་ཡོད་པའི་ཆ་ནས་དེ་བས་ཀྱང་ཁོ་རང་གི་དུས་སོག་དེ་དངུལ་ཆགས་བསྡད་ཡོད་རེད་ཡིན་ན་ལེ་ད་དེ་ཚོ་ཚང་མ་བློས་གཏོང་གནང་བྱས་ནས་དཀའ་ངལ་མང་པོ་བྱས་ལ་གདོང་ལེན་དང། བློས་གཏོང་གནང་བྱས་ནས། ད་ད་ལྟ་ལོ་གཅིག་ཧྲིལ་པོ་གི་ལས་འགུལ་ཅིག་སྤེལ་བཞིན་པ་ལས་འགུལ་དེ་ཡང་དེ་ནས་གཅིག་གཟའ་མཇུག་མ་ཡིན་པར་ལས་ཀ་གི་དུས་ཚོད་ལ་གཟའ་ཟླ་བ་ནས་པ་སངས་བར་ལ་ཉི་མ་ལྔ་ལ་ཆ་རྐྱེན་དུ་བསྡད་ལ་སྤེལ་གཏང་གི་ཡོད་རེད་དེ་བྱེད་དུས་དང་པོ་དེ་ལ་ཁོ་རང་གི་དེ་འབྲེལ་གྱི་འཇར་ཞེན་སྙིང་སྟོབས་ལ་དངོས་གནས་ཀྱི་གུས་འདུད་དང་བཀའ་དྲིན་ཆེ་ཞུ་བ་དང་དེ་ནས་ཁོ་རང་གི་བཟའ་ཟླ་བུ་ཕྲུག་ནས་བཅས་པ་དངོས་གནས་ཀྱི་ནང་མི་ཚང་མ་ལ་ཡང་ཁོང་གི་ལས་འགུལ་འདི་ལ་རྒྱབ་སྐྱོར་དང། རྒྱབ་སྐྱོར་ཙམ་མ་ཡིན་པ་གཅིག་ད་ང་ཚོ་གི་སྙིང་ནང་ལ་རྗེ་དེ་བིའི་སྐབས་ལ་ཁོ་རང་གི་བཟའ་ཟླ་རེད་སྤུ་གུ་དེ་སོགས་ལས་འགུལ་གཅིག་མང་པོ་གཅིག་ལ་མཉམ་ཞུགས་ཡོད་བསྡད་པ་ད་བཟའ་ཟླ་འདྲ་བོ་ཆ་མཚོན་ན་ཧ་ལམ་ཅིག་ལས་འགུལ་འཆར་ཅན་ལ་མཉམ་ཞུགས་ཡོད་བསྡད་པ་གཅིག་ང་ཚོ་སྙན་ལམ་ལ་མཇལ་ཡ་ཡོད་རེད་དེ་བྱེད་དུས་རྣམ་པ་ཚོ་བཟའ་ཟླ་བུ་ཕྲུག་ཚང་མ་ལ་ཡང་ངས་བཀའ་དྲིན་ཆེ་ཞུ་ཡ་ཡིན་དང་པོ་དེ་བརྙན་དེ་བརྒྱུད་ནས་དེ་ནས་དྲི་བ་དང་པོ་དེ་ལྟར་ཐུབ་བསྟན་ལགས་དེ་འདྲས་ཀྱི་ཁྱེད་ཀྱི་ས་གནས་དྲི་བླ་ཚ་བོ་གཅིག་ལ།

ད་ང་རང་ཚོ་ད་ལྟའི་གི་འཛམ་བུ་གླིང་སྡིངས་ཆ་གང་ལ་ང་རང་ཚོ་བོད་ཀྱི་འཐབ་རྩོད་དེ་ནི། ཇེ་སྡུག་ཇེ་སྡུག་འགྲོ་བསྡད་ཀྱི་ཡོད་རེད། ཨ་ནི་ཇེ་ཉུང་ཇེ་ཉུང་འགྲོ་བསྡད་ཀྱི་ཡོད་རེད་གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་ནའི་ད་ང་ཚོ་བོད་པའི་གི་གནས་ཚུལ་དེ་ཧ་ལམ་གྱི་གོ་ཡ་མེད་པ་འདྲ་པོ་ཆགས་བྱས། ཨ་འདི་འདྲའི་གི་ཨ་ནི་སེམས་འཚབ་ཀྱི་ཐོག་ནས་ད་སེམས་པ་མ་བཟོད་པ་བྱས་བྱས།

ད་ཉེ་ཡོལ་གྱི་དུས་ཚོད་ནང་རང་ལ་རྒྱལ་སྤྱིའི་ཐོག་ལ་གཅིག་བོགས་གཏོང་དྲིལ་བསྒྲགས་དེ་ད་ཅི་གིས་ཤུགས་ཆེན་པོ་ཅིག་བྱེད་ཐུབ་ཀྱི་མེད་བ་ལྷག་པར་དུ་བོད་པའི་སྤྱི་ཚོགས་ནང་རང་ལ་རྩ་དོན་འཐབ་རྩོད་ཀྱི་སྐོར་ལ་འཐུས་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་བ་ད་དེ་འདྲའི་སེམས་པ་མ་བཟོ་བའི་ཆེད་ཀྱི་ནི་སོ་སོ་བོད་པ་སྦྱིན་པའི་ཆ་ནས་མི་གིས་བྱེད་ཀྱི་མི་འདུག་མ་ལགས་བ་ཆེད་ཀྱི་ནི་ད་སོ་སོ་གིས་འགན་ཅིག་ཁྱེད་ཀྱིས་ནི་ལས་འགུལ་དེ་ད་བརྩམས་པ་ཡིན་གསུང་གི་ཡོད་རེད་ཏན་ཏན་རེད་ད་ང་ཚོ་ཉིས་སྟོང་བཅུ་གསུམ་དབྱིན་ཡུལ་ནས་བཟུང་སྟེ་ད་བོད་པའི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ད་ཅིག་ཉམས་ཆག་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་དེ་བྱེད་དུས་ད་འདི་རིགས་ཀྱི་ཉམས་ཆག་ཤུགས་ཆེན་པོ་འགྲོ་དགོས་ཀྱི་རྒྱབ་ལྗོངས་འདྲ་བོ་དེ། ད་ཐུབ་བསྟན་ལགས་ཀྱིས་གཅིག་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་རྒྱལ་གཞེན་གྱི་གོ་རྟོགས་དེ་མ་ཉམས་ཆག་འགྲོ་གི་ཡོད་པ་ཅིག་ལ་ངོས་འཛིན་གནང་གི་ཡོད་པས་ཡང་མིན་ན་ཅིག་རྒྱུ་ཅན་གཞི་བདག་ཅིག་གི་ཐོག་ནས་ད་འདི་འགྲིག་གི་ལས་འགུལ་ང་ཚོའི་རྩ་དོན་འཐབ་རྩོད་ཀྱི་ལས་འགུལ་དེ་ཐུར་ཤུལ་དང་ཉམས་ཆག་འགྲོ་གི་ཡོད་པ་ངོས་འཛིན་གནང་གི་འདུག།
ལ་རེད་ད་དེ་དྲི་བ་དེ་དཔེ་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག། ད་ཡིན་པས་ན་ངེད་ཀྱིས་ལན་འདི་གའི་ཏག་ཏག་ཅིག་འཕྲོད་ཀྱི་ཡོད་མེད་མི་ཤེས་ཏེ་ཡིན་པ་ཡིན་ནས་ད་སོ་སོའི་གི་དུས་རྒྱུན་དུ་སོ་སོའི་བསམ་བློ་ཕོག་ཡ་བྱས་པ་ཡིན་ན། ལས་འགུལ་ད་ང་ཚོའི་ཉམས་ཆག་འགྲོ་ཡ་གི་ད་འབྱུང་ཁུངས་འདྲ་པོ་དེ། གཙོ་བོ་འདྲ་པོ་དེ་ད་ང་རང་ཚོ་ཚང་མ་ཨ་རི་ལ་གནས་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་འདུག་བྱས་བྱས་ང་ཚོ་གླས་དེ་ཡོད་རེད་ད་ང་ཕྱི་རྒྱལ་ཡུལ་ད་སོ་སོ་ཕྱི་རྒྱལ་ལ་ཡོད་པ་སོང་ཙང་དེ་གི་དེ་བྱེད་ཀྱི་ཡོད། དེ་འདྲའི་སྐབས་ལ་ཨ་ནེ་ཅིག་ང་རང་ཚོ་ནང་ཁུང་གི་མཐུན་འབྲེལ་དེ་གལ་ཆེ་ཤོས་དེ་མཐུན་འབྲེལ་དེ་ཆགས་ཀྱི་འདུག་མཐུན་འབྲེལ་དེ་ཡག་པོ་མེད་པ་སོང་ཙང་མཐུན་འབྲེལ་གྱི་ཐོག་ལ་ང་རང་ཚོ་ཨ་ནེ་ཅིག། ཁག་མང་པོ་ཅིག་དབྱེ་བ་བྱས་པ་སོང་ཙང། འདི་འདྲས་ཀྱི་ཐོག་ནས་ཏན་ཏན་ཅིག་མི་མང་པོ་ཅིག་སེམས་ཤུགས་ཆག་པ་དང། མི་མང་པོ་ཅིག་དོགས་པ་རྣམ་རྟོག་ཅིག་ཅིག་ལ་ཅིག་དོགས་པ་རྣམ་རྟོག་བྱས་བྱས། དེ་འདྲའི་རྐྱེན་བྱས་ནས་ཏན་ཏན་ཅིག་གི་རྒྱུ་རྐྱེན་དེ་འདྲས་ལ་བརྟེན་ནས་ཡིན་གྱི་རེད་བསམ་དྲན་གྱི་འདུག་མ་གཏོགས་ཀྱི་ང་རང་ཚོའི་ཅིག།

ཐ་ཆད་ང་རང་ཚོ་ནང་ཁུངས་ཀྱི་མཐུན་འབྲེལ་དང་ང་རང་ཚོ་ནང་ཁུངས་ཀྱི་སྟོབས་ཤུགས་དེ་གཅིག་ཏུ་སྒྲིལ་མ་ཐུབ་པའི་རྐྱེན་གྱིས་ཏན་ཏན་ཅིག་གིས་འདི་འདྲའི་གིར་བརྟེན་ནས་ང་ཚོའི་ལས་འགུལ་སྤེལ་མ་ཐུབ་པ་ཡིན་གྱི་རེད་བསམ་དྲན་གྱི་འདུག། ལ་རེད་ད་ཐུབ་བསྟན་ལགས་ཀྱིས་ད་ལྟ་སོང་བ་ནང་བཞིན་ནག་ཚོགས་ཀྱི་ཉེས་པའི་ཆ་ལ་གཅིག་རྩ་སྟོང་འཐབ་རྩོད་ཀྱི་ཐོག་ལ་ཐུར་ཤུལ་འབྲོག་སྡེ་དེ་ད་ཕྱོགས་མང་པོ་ཅིག་ནས་བོད་པ་དེ་རྡོག་རྩ་གཅིག་སྒྲིལ་གྱི་གནད་དོན་གྱི་ཐོག་ལ་དུམ་བུ་ཆེན་བྱས་ནས་ད་དེའི་དཀའ་ངལ་དང་འབྲེལ་བ་ཡོད་པ་ཅིག་ལ་ངོས་འཛིན་གནང་གི་ཡོད་གསུངས་བ་རེད་ད་དེ་ཏན་ཏན་རེད་ང་ཚོའི་རྩ་དོན་འཐབ་རྩོད་ཀྱི་དམིགས་ཡུལ་གྱི་ཆ་ནས་དུམ་བུ་ཆེན་པ་དེ་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་ཤོག་ཁག་དཔུང་སྒྲིག་གི་ཆ་ནས་དུམ་བུ་ཆེན་པ་ད་དེ་འདྲ་གི་གནད་དོན་མང་པོ་ཅིག་ཡོད་རེད་ཡིན་ན་ལེ་ད་ཐུབ་བསྟན་ལགས་ཀྱིས་ད་ལྟ་སྐད་ཆ་གནད་འགག་ཆེ་ཤོས་དེ་ང་ཚོ་གི་དགྲ་བོ་དེ་རྒྱ་ནག་ཡིན་བསྡད་པ་དང།

ནི་བོད་པ་ཚང་མ་གི་བསམ་བློ་གཏོང་དགོས་ཀྱི་ལ་ངས་ངོས་འཛིན་ཞུ་གི་ཡོད། ད་དེ་ནི་ད་ལྟ་རྣམ་པ་ཚོས་འདའི་བརྙན་ལམ་ལ་གཟིགས་བསྡད་ཀྱི་ཡོད་རེད་འདའི་ལ་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཅིག་འདའི་ལ་བང་བསྒྲིགས་བསྡད་ཡོད་རེད་ད་འདའི་བང་བསྒྲིགས་བསྡད་ས་གི་ད་དེའི་ཁང་པ་དེ་ཨ་རིག་གི་ད་རང་དབང་གི་དྲིལ་བུ་གི་འཚོ་ཁང་ཆགས་བསྡད་ཀྱི་ཡོད་རེད། དེ་ནི་འདི་ད་ལྟ་ཐུབ་བསྟན་ལགས་ཀྱི་རྒྱབ་ལོགས་ཀྱི་ད་འཚོ་ཁང་དེ་ད་ལྟ་ཤིང་སྡོང་གི་རྒྱབ་ལོགས་དེ་ནི་མཇལ་བསྡད་ཡ་དེ་ཨ་རིག་གི་རང་བཙན་འཚོ་ཁང་ཨ་རིག་རང་བཙན་གསར་བསྒྲགས་གི་ཟིན་བྲིས་བྲི་ས་དང།

ཨ་རིའི་གི་མི་མང་དང་དེ་ནི་རྒྱལ་སྤྱིའི་གྱི་མི་མང་གི་ངོས་ནས་ས་གནས་ས་ཐོག་ནས་དོ་སྣང་དང་རྒྱབ་སྐྱོར་ག་འདྲ་འདུག་ཟེར་ཆེད་ཞུ་ཡ་ཡིན། ལ་ཟེར། ད་ལྟ་གོང་དུ་སོང་བ་ན་བཤད་པའི་ས་ཆ་དེ་ཨ་རིའི་གི་ད་ས་ཆ་གནད་འགག་ཆེ་ཤོས་དེ་དེ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཉི་མ་ལ་བལྟས་པས་ཡུལ་སྐོར་མཐོང་ཆ་བལ་གྱི་ཧ་ལས་པའི་མང་པོ།

ཡིག་ཆ་ལམ་ནས་ངས་ངོ་སྤྲོད་ཞུ་ཡ་དང། དུས་ཚོད་ཡོད་མཁན་ཡིན་པ་ཡིན་ན་ཁ་ཐུག་སུད་སུད་ཀྱི་གསལ་བཤད་བྱེད་ཡ་དེ་རེད། ད་འདི་སྐབས་ལ་ངེད་ཀྱི་གཙོ་བོ་འདྲ་པོ་དེ་ང་རང་ཚོ་བོད་ནང་གི་ད་ལྟ་ང་རང་ཚོ་གི་དཀའ་ངལ་ཆེ་ཤོས་དེ་བོད་དེ་རྒྱ་ནག་གི་བཙན་འཛུལ་བཙན་བཟུང་རེད་བ།

ཞེས་ཅེས་པ་འདི་འབུལ་དགོས་ཞུ་གི་ཡོད་ཨ། འདི་གལ་ཆེ་ཤོས་གཅིག་དེ་རེད། ད་དགོས་དོན་བཞི་ཡོད་རེད་དེ་ད་དགོས་དོན་གཉིས་པ་དེ་ཨ་ནི་ང་རང་ཚོ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོས་པའི་ཨ་ནི་ཆབ་སྲིད་ཀྱི་མི་སྣ་མང་པོ་ཞིབ་པོ་ཅིག་ཨ་ནི་བོད་ནང་ལ་ཨ་ནི་བཙོན་ཁང་ནང་ལ་གདུག་རྩུབ་མནར་གཅོད་མྱོང་བསྡད་ཀྱི་ཡོད་རེད། དེའི་ཐོག་ལ་ཨ་ནི་འདི་གས་མྱུར་དུ་གློད་གྲོལ་དགོས་ཀྱི་ཡོད། འདི་རེད་ད་དོན་ཚན་གཉིས་པ།

ཨ་ནི། རྩ་ལག་བཏང་གི་ཡོད་པ་སོང་ཙང། ཨ་ནི། ཅིག་ལོ་མང་པོའི་རྗེས་ལ་ཕ་ཨ་ནི། ཕ་མེད་པ་ཟེར་བས་ཀྱི་ཨ་ནི་ཐབས་ཤེས་ཡོད་རྒུ་རྩོད་རུག་བྱེད་ཀྱི་ཡོད་པ་སོང་ཙང་ཨ་ནི་འདི་གའི། འཕྲལ་དུ་ཨ་ནི་མཚམས་འཇོག་དགོས་ཀྱི་ཡོད། འཕྲལ་དུ་མཚམས་འཇོག་དགོས་ཀྱི་ཡོད། ཨ་ནི་འདི་གའི་ལ་ང་རང་ཚོའི་གི་ཨ་ནི་འཛམ་བུ་གླིང་གི། ཨ་ནི་ཨ་རིས་གཙོས་པའི་ཨ་ནི་རྒྱལ་སྤྱིའི་འཛམ་བུ་གླིང་ཚང་མས་ཀྱི་ཨ་ནི་འདིའི་ཐོག་ལ་ཨ་ནི། རྒྱབ་སྐྱོར་གནང་རོགས་གནང། ཨ་ནི་འདི་གའི་འཕྲལ་དུ་ཨ་ནི། མཚམས་འཇོག་ཡོང་བས་ཀྱི་ཨ་ནི། བཀོད་དོན་གཅིག་གོ་དེ་འདྲས་ཀྱི་རེད་བླ་འོང།
ལགས་སོ་ཐུབ་བསྟན་ལགས་ཐུགས་ཆེ་ནོ་ད་ཐུབ་བསྟན་ལགས་ཀྱི་ད་ལྟ་ལས་འགོར་འདི་འདྲ་བོ་ཆགས་སོང་བ་ཡིན་ན་ད་རྒྱ་ཆེ་ས་ནས་གཅིག་བུ་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་རྒྱ་ནག་གི་ཆ་ཤས་མ་ཡིན་པ་གིས་ད་བདེན་རྒྱབ་གིས་ད་དྲིལ་བསྒྲགས་བྱེད་ཡ་ནི་ཛ་དྲག་གི་གནས་སྟངས་ཀྱི་ཐོག་ནས་ད

ད་སྤྱིར་བཏང་ནས་ལས་འགོར་གྱི་གོ་རེག་བྱེད་ཡ་དེ་གལ་ལེ་ལ་བོ་རྩ་བ་ཉིད་ནས་མ་རེད། སོ་སོ་གཅིག་ཚོགས་པའི་མིང་ཐོག་ནས་སྒེར་གྱི་མིང་ཐོག་ནས་ལས་འགོར་གོ་རེག་བྱེད་མྱོང་ཡོད་པའི་ཆ་ནས་དཀའ་ལས་མང་པོ་ཅིག་ལ་གདོང་ལེན་བྱེད་དགོས་ཡ་ཆ་རྐྱེན་མང་པོ་ཅིག་འཛོམས་དགོས་ཡ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་ད་ད་ལྟ་ཐུབ་བསྟན་ལ་མི་སྒེར་གཅིག་གི་འདི་འདྲི་གི་ལས་འགོར་ཅིག་དེ་ཡང་ལོ་གཅིག་གི་ལས་འགོར་ཅིག་ད་འདི་འདྲི་སྤེལ་དུས་ཙམ་པ་ལ་ཅིག་དཀའ་ལས་ཆེ་ཤོས་འདྲ་བོ་དེ་ག་རེ་འཁྲེགས་འདུག་ཨེ་ནི་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ངོས་ནས་ཅིག་ད་རྒྱབ་སྐྱོར་བྱེད་དགོས་ཡ་འདྲ་བོ་ཅིག་རྒྱབ་སྐྱོར་བྱེད་ཐུབ་ཡ་འདྲ་བོ་དེ

ད་ཅི་ངས་གོང་དུ་ངས་ཕྱོགས་བསྡུས་ཞུ་ཞུས་པ་ཡིན། ལས་འགུལ་སྤེལ་བའི་སྐབས་ལ་དུས་རྒྱུན་ཨ་ནེ་གཅིག་དབུས་གཞོན་ནུ་ལྷན་ཚོགས་རེད་ད་ག་ནང་བཞིན་བུད་མེད་ལྷན་ཚོགས་རེད་ཨ་ནེ་སློབ་ཕྲུག་ཚོགས་པ་རེད་འདི་གས་ཀྱི་འགན་གྱིས་བྱེད་ཨ་ནེ་ད་ག་ནང་བཞིན་ས་གནས་སོ་སོ་ལ་བོད་རིགས་སྤྱི་མཐུན་ཚོགས་པ་ཡོད་རེད་འདི་གས་ཀྱི་འགན་བཞེས་པའི་སྐབས་ལ་ཨ་ནེ་ང་ཚོ་ཏན་ཏན་བྱེད་དགོས། མི་མང་ལ་དམིགས་བསལ་དཀའ་ངལ་ཟེར་མཁན་ཡོག་མ་རེད་ད། མི་དམངས་ཕལ་དུ་རོགས་བྱེད་པ་ཡིན། འདས་ཀྱི་བྱེད་སྒོ་གནང་སོང་ཆ་ཚང་གཅིག་རྒན་གྱི་ཆ་ཚང་གཅིག་ནི་ཚོགས་པ་ཁག་གི་གནང་འགྲོ་གི་ཡོད་རེད་གྲ་སྒྲིག་ཚོགས་ཆུང་གིས། ད་ཡིན་ནས། ད་སོ་སོ་རང་གིས་བྱེད་ཡོང་དུས་ཀ་ནས་ད་ཕྱོགས་བཞི་མཚམས་བརྒྱད་བརྙས། ག་ཚོད་བོ་རེད། ད་ལྟ་དེ། ཆོག་མཆན་ཞུ་ཡས་མཚོན་པས། ཆོག་མཆན་ཞུ་ཡས་མཚོན་པས་ཨ་ནི་དེ་བ་ཅིག་ལ་མང་པོ་ཅིག་ལ་གདོང་ལེན་བྱེད་དགོས་དུས་ཀ་ནས་ད་དེ། དབུ་ནལ་དྲང་ནལ་གཅིག་གི་ལས་སླ་པོ་རྩ་བ་ཉིད་ནས་རེད་མི་འདུག་རྩ་བ་ཉིད་ནས་ལས་སླ་པོ་རེད་མི་འདུག་ཞུ་ཡ་ཡིན་གཅིག་དེ་རེད། དཀའ་ངལ་གཅིག་འདི་རེད། ཨ་འདིའི་ཐོག་ལ་ད་ལས་འགུལ་སྤེལ་པའི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ན་ཨ་ནི་མི་འདྲ་མིན་སྣ་ཚོགས་མང་པོ་ཞི་བོ་ཅིག་ཡོང་གི་ཡོད་རེད། ཨ་འདི། ལུང་པ་དེ་ནི་རང་དབང་ལུང་པ་རེད། ཨ་ནི་ཅིག་ཁ་རྡུང་གཏང་མཁན་ཡོང་གི་འདུག་རྒྱབ་སྐྱོར་བྱེད་མཁན་ཡོང་གི་འདུག། རྣམ་གྲངས་མང་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡོང་དུས་གང་ནི།

དོགས་པ་རྣམ་རྟོག་རྩ་བ་ཉིད་ནས་མེད་པ་རྒྱ་ཆེ་ཆོམ་ཆེ་གི་ཐོག་ནས། གཅིག་ང་རང་ཚོ་བོད་ཀྱི་རྩ་དོན་དང་འཐབ་རྩོད་ཀྱི་ཐོག་ལ་ཡིན་དུས་ཀ་ནས་སོ་སོ་ཡིན་ནས་ཅིག་སྤོབས་པ་མཐོ་པོའི་ཐོག་ནས་ཨ་ནི་དཔེ་དཔེ་ལ་བཅོལ་ནས་རྔམ་སྐྲག་དང་རྩ་བ་ཉིད་ནས་མེད་པ་ཞེ་ན་ཚེ་ན་ཨ་ནི་སོ་སོའི་ཁྱིམ་ཚང་གི་ངོས་ནས་ནས་ཅིག། དངོས་གནས་དྲང་གནས་ཀྱི་བློས་གཏོང་ཆེན་པོ་གནང་བཅས་དུས་དང་རྣམ་པ་ཀུན་ཏུ་ཨ་ནི་ང་ལ་དེ་ཡོད་དུས་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་བཞག་དེ་དཔེ་གལ་ཆེན་པོ་རེད་བཞག་ཨ་ད་ག་ནང་བཞིན་གྱི་ད་ཅིག་དེ་ཡུན་ཡུན་ལ་ཅིག་ངོ་བཞིན་པ་ཚོ་ཡིན་པ་ཡིན་ནས་ཅིག་ཁ་པར་འཇོག་དེ་གས་དེ་འདྲས་མང་པོ་ཡོང་དེ་གི་འདུག་ཨ་འདི་གས་དེ་གས་ཡིན་པ་ཡིན་ནས་ད་ཅིག་སོ་སོ་ལ་ཅིག་སེམས་ལ་ཡང་དེས་ཅིག་ཚོར་བ་ཅིག་སྤྲད་ཚོར་བ་ཅིག་སྤྲད་གི་འདུག།

ད་ལས་འགུལ་དེ་སྤེལ་བའི་བརྒྱུད་རིམ་ནང་ལོགས་ལ་གཅིག་རང་དབང་ལུང་པ་ཡིན་དུས་གཅིག་རྒྱབ་སྐྱོར་བྱེད་ཉེན་ཁ་གདང་གཏོང་ཉེན་འདྲ་མི་འདྲ་ཡོང་གི་འདུག་གསུང་བ་རེད། ད་རྒྱབ་སྐྱོར་བྱེད་ཉེན་ཡོང་གི་འདུག་གསུང་བ་རེད་དེ་བྱེད་དུས་ཙམ་པ་ལ་ཡང་བསྐྱར་ངས་དྲི་བ་དེ་ཞུ་ཡ་ལ། ད་ལས་འགུལ་འདི་སྤེལ་བའི་བརྒྱུད་རིམ་ནང་ལོགས་ལ་ནི་གཅིག་ས་གནས་ཀྱི་ཡུལ་མི་གཙོས་པའི་ད། ཐུབ་བསྟན་ལགས་ཀྱི་ངོ་དེབ་ལ་བལྟ་བསྡད་པའི་སྐབས་ལ་རྒྱབ་སྐྱོར་གང་ལ་གང་འཚམ། ས་གནས་ཡུལ་མི་དང་ཡུལ་སྐོར་སྤྲོ་འཆམ་པོ་དེ་སོགས་ཀྱི་རྒྱབ་སྐྱོར་གྱི་རྣམ་པ་འདྲ་བོ་དེ་ཤུགས་ཆེན་པོ་གྱིས་མཐོང་བསྡད་སོང། དེ་ཡིན་པའི་རྒྱུ་མཚན་གྱིས་ཐུབ་བསྟན་ལགས་ལ་དྲི་བ་ཡང་བསྐྱར་བཏང་ཡ་དེ། གཅིག་ས་གནས་ཡུལ་མི་ཚུད་པའི་ཕྱི་རྒྱལ་གྱི་ཡུལ་སྐོར་བ་དེ་སོགས་ཀྱིས།

དེ་བྱས་ཏེ་ཨ་མང་པོ་ཅིག་གིས་ད་ག་རང་ཐོག་ནས་ངོ་འཕྲོད་འགྲོ་གི་འདུག་ངོ་འཕྲོད་འགྲོ་གི་འདུག་ད་ཡིན་པ་ཡིན་ནའི་ནི། མི་ཁག་ཅིག་གིས་ཡང་ཉེ་བའི་ཆར་ང་རང་ཚོ་གི་ཨ་ནི་གོང་ས་མཆོག་གི་གནས་ཚུལ་དེ་བྱུང་པར་བརྟེན་ནས་ཨ་ནི་ཅིག་གཞི་མེད་སྐྱོན་འཛུགས་ཀྱི་གནས་ཚུལ་བརྟེན་ནས་ཡང་ཁག་ཅིག་གིས་ཡང་འདིའི་གི་རྐྱེན་བྱས་ནས་ཡང་ཅིག་ཁ་རྡུང་གཏང་མཁན་དེ་འདྲའི་ཡོང་གི་འདུག་ད་འདྲ་མིན་སྣ་ཚོགས་རེད་ཤག་གཙོ་བོ་འདྲ་བོ་དེ།

དེ་ནས་ཅིག་དེ་འདྲ་གི་སྐད་རིགས་འདྲ་མིན་ཅིག་འདོན་ལོ་ལ་ལྟ་ཐུབ་བསྟན་ལགས་ཀྱི་ལས་འགོར་གྱི་ཡིག་ཆ་འདི་འབྱོར་གྱིས་ནི་འགྲེམས་སྤེལ་གནང་གི་ཡོད་རེད་དེ་སོགས་ལ་འགྲོ་སོང་བྱས་ཡོད་རེད་དེ་ནས་ཅིག་ད་ཡར་མར་ལས་འགོར་འདི་ཉི་མ་རྟག་པར་ཡར་མར་འགྲོ་དགོས་ཀྱི་ཡོད་དུས་དེ་སོགས་ལ་ཡང། ཅེས། ཕྱོགས་མང་པོ་ཅིག་ནས་འགྲོ་སོང་བྱེད་རང་བཞིན་གྱིས་ཡོང་བསྡད་ཀྱི་ཡོད་རེད་དེ་བྱེད་དུས་ཅིག་ད་ཕྱི་རྒྱལ་གྱི་ཅིག་དེ་འདྲའི་དཔལ་འབྱོར་གྱི་རྒྱབ་སྐྱོར་གླེང་གི་མེད་པ་ཡིན་ན་ལས་ཡང། བོད་པའི་མི་སྒེར་པ་གི་ངོས་ནས་ཅིག་དེ་འདྲའི་ལ།

དེ་དུས་ཚོད་ནི་ཡལ་ཚར་བ་རེད་ད་དེ་མཚམས་འཇོག་བྱེད་དགོས་ཀྱི་ཡོད་རེད། ད་ང་ཚོ་ལ་ག་རེ་དགོས་ཀྱི་ཡོད་རེད་ཟེར་ནས་སྤྱི་ཡོངས་ཀྱི་འཛམ་བུ་གླིང་སྤྱི་ཡོངས་ཀྱི་འགྲོ་སྟངས་དང་མཐུན་པ་བྱེད་ཆེད་ཨ་ནི། དྲ་རྒྱའི་གི་དུས་ཚོད་ཡིན་དུས་ཀ་ནི་ད་དྲ་རྒྱ་གི་ཐོག་ནས་ཨ་ནི་ཁོ་ཚོ་ལ། ཅིག་མཐུན་འགྱུར་བྱ་རོགས་བྱེད། ཨ་ནི་རྒྱབ་སྐྱོར་གནང་རོགས་བྱེད། ཨ་ནི་བརྒྱུད་སྤེལ་གནང་རོགས་བྱེད་བྱས་ཆེད་ད་དེ།

ཞུ་བ་མ་ཟད་སོ་སོ་རང་ཉིད་ངོས་ནས་ནས་ས་གནས་བདེ་ལ་སླེབས་ནས་ད་གང་ཐུག་ཐུག་འགྲོ་རྒྱུ་དེ་ལས་འགུལ་དེ་ངས་མུ་མཐུད་ནས་སྤེལ་གྱི་ཡོད། ད་ད་ག་ནང་བཞིན་ང་རང་ཚོ་བོད་པ་གི་ངོས་ནས་ད་ངས་ཞུ་འདེབས་དེ་ངས་ཞུ་གི་ཡོད། དེ་ཞུས་དུས་ག་ནས་ད་ལྟ་ཁོང་ཚོ་གསུངས་པ་ནང་བཞིན་རེད། འདི་ང་རང་སྒེར་གྱི་ད་ཅིག་བློས་གཏོང་རེད་ཅི་ད་ངས་ཞུ་འདེབས་ལ་བརྟེན་ནས་ངས་འདི་མ་རེད་དེ། ད་སུ་སུ་སྒེར་གྱི་བློས་གཏོང་ཆེན་པོ་ཅིག་བྱེད་ཚར་དུས་ག་ནས་དཔལ་འབྱོར་ལ་ངས་བཅུ་ནས་བརྩི་གི་མེད།

གཅིག་ཚོགས་པ་སྒྲིག་འཛུགས་ཁག་གིས་བྱུང་སོང། སྒེར་གྱིས་གནང་མཁན་བྱུང་སོང། དེ་གའི་གཙང་མ་ངས་ཟླ་བ་ཟླ་བ་གི་ཁ་ཐུག་ཁ་ཐུག་བར་གཙང་མ་བཟོས་ཀྱི་ཡོད། ཟླ་བ་ཟླ་བ་ལ་སོང་ག་ཚོད་འགྲོ་ཡོད་མེད་བྱུང་ག་ཚོད་བྱུང་ཡོད་མེད་ཚང་མ་ཟླ་བ་ཟླ་བ་ཟླ་རེ་ཟླ་རེ་ལ་ཟླ་མཇུག་དེ་ལ་ངས་གསལ་པོ་ངའི་ངོ་དེབ་ཁག་ལ་ཕར་བཞག་གི་ཡོད་ཞུ་ཡ་ཡིན། འོ་འདི་འདྲས་ཅི་རེད་ལབ་འོང། ལ་རེད་ད་ལྟའི་ཐུབ་བསྟན་ལ་དངོས་གནས་གནད་འགག་ཆེན་པོ་གཅིག་སོང་སོང་ད་ང་ཚོ་དང་པོ་གཅིག་ད་ཨ་རི་གཙོས་པའི་གི་ད་རང་དབང་ལུང་པ་ལ་ཡོང་བའི་སྐབས་ལ་ང་ཚོ་གཙོ་བོ་དེ་བོད་ནང་གི་བློས་གཏོང་ལ་བརྟེན་བྱས་ནས་རྩ་དོན་དང་འབྲེལ་བའི་ཐོག་ནས་ཕྱི་རྒྱལ་གྱི་རོགས་རམ་ད་ཅིག་སྣེ་ལེན་གྱི་ཐོག་ནས་ང་ཚོ་ད་ལུང་པ་འདྲ་མི་འདྲ་ཅིག་ལ་སླེབས་ཡོད་རེད། ད་དེའི་རྗེས་ལུང་པ་འདྲ་མི་འདྲ་སླེབས་ཚར་བའི་རྗེས་ལ་སོ་སོའི་རྐང་པ་ག་ལ་ལངས་དགོས་ཀྱི་ཡོད་པའི་ཆ་ནས་ཕྱི་རྒྱལ་གྱི་རྩ་ནས་ང་ཚོ་རྒྱབ་སྐྱོར་དགོས་ཏེ་ཐད་ཀར་རྩ་དོན་ལ་རྒྱབ་སྐྱོར་རེད་མ་གཏོགས་ད་དཔལ་འབྱོར་ལ་ཡང་དེ་མཚམས་བཞག་བྱས་ནས་སོ་སོའི་རྐང་པ་གང་ལ་ལངས་དགོས་ཀྱི་ཡོད་བ། དེ་ནི་བོད་པ་ཚོ་ལ་དམིགས་བསལ་འགན་གཅིག་ཡོད་པའི་ཁ་ནས་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ཞལ་འདེབས་སྤྲད་པ་ཡིན་ན་འདྲ་ག་རེ་ཡིན་ན་དེ་འགན་འཁུར་བཅས་ཀྱི་ཐོག་ནས་ཡིན་པའི་ཆ་ནས་གླེང་གི་ཡོད་པ་དང་གླེང་ཡ་དེ་ཡང་ཟླ་བ་ཟླ་བ་ལ་གོང་ལྟར་དེ་བྱུང་སོང་གི་རྩིས་ཁྲ་དེ་གཙང་མ་བཟོ་གི་ཡོད་གསུང་བ་རེད་དེ་ཐུབ་བསྟན་ལགས་ངོ་དེབ་ཁག་ལ་ང་རང་གིས་མཐོང་སོང་བྱུང་སོང་གི་རྩིས་ཁྲ་ང་ད་དེ་རྣམ་པ་ཚོ་མཁྱེན་དགོས་བ་གཅིག་རེད་དེ་ནི་གལ་ཆེ་ཤོས་དེ་ད་ངས་ཡང་བསྐྱར་ཞུ་ཡ་ལ་ངེད་གཉིས་གཟིགས་ཉེན་ཚོགས་ཀྱིས་ཐུབ་བསྟན་ལགས་ཀྱི་ངོ་དེབ་བརྒྱུད་ནས་ཐུབ་བསྟན་ཆོས་ཉིད་བྲིས་ཡོད་རེད། ངོ་དེབ་ཀྱི་མིང་དེ་ལ་ལྟ་དེའི་ཐོག་ནས་ད་ལྟ་ཐུབ་བསྟན་ལགས་ཀྱིས་ཉི་མ་རེ་རེ་གི་ལས་འགུལ་དེ་ཐད་གཏོང་དང་ལྟ་རྒྱུན་འགོག་གནོང་གི་ཡོད་རེད་དེ་སོགས་རྣམ་པ་ཚོགས་ཀྱི་དངོས་གནས་ཁོར་སོ་སོའི་སྤྱི་ཚོགས་དྲ་ལམ་ཁག་ལ་ཁྱབ་བསྒྲགས་བྱེད་དགོས་ཏེ་ད་རྒྱབ་སྐྱོར་བོད་པ་གི་རྒྱབ་སྐྱོར་བྱེད་ཡག་གི་ནང་ནས་ད་རྒྱབ་སྐྱོར་ཡག་ཤོས་དེ་དེ་ཆགས་ཀྱི་ཡོད་རེད་དྲན་འདུག་དེ་བྱེད་དུས་རྣམ་པ་ཚོ་ལ་སླར་ཡང་ད་དེ་རྒྱབ་སྐྱོར་གྱི་ཆེད་དུ་ཐུབ་བསྟན་ལགས་ཀྱི་ངོ་དེབ་ཀྱི་ཐོག་ལ་ཐུགས་སྣང་དང་བརྒྱུད་སྤེལ་གནང་རོགས་གྱིས་ཞུ་བ་གཅིག་དང།

ད་ཐུབ་བསྟན་ལགས་ཀྱི་ལས་འགོར་འདི་དཔེར་བྱས་ནས་ཉི་མ་དང་པོ་ནས་གོང་ལྟར་རྒྱ་མིའི་འདས་ལ་ཡོང་བྱས་ནས་ད་མུ་མཐུད་ནས་ལས་འགོར་འདི་ལ་འགོག་རྐྱེན་བཟོ་ཡ་རྙེད་གོ་ཡ་གི་གནད་དོན་བྱུང་ཡོད་རེད། ཨ་ནི་ད་ད་ལྟ་ཐུབ་བསྟན་ལགས་ཀྱི་ལས་འགོར་དཔེར་བྱས་ནས་ཉི་མ་དང་པོ་ལ་རྙེད་གོ་རྙེད་གི་རྒྱ་མི་དེ་གི་པར་དང་བརྙན་ད་ཐུབ་བསྟན་ལགས་འགོ་དེབ་ཁང་ལ་མཇལ་ཡ་ཡོད་རེད་ད། དེ་འདྲ་བོ་ཆགས་བཞག་ན་ཕར་རྒྱའི་ལོ་སུམ་ཅུ་བཞི་བཅུ་ཡིན་ཡོང་གི་མེད་ཅི་རེད་བཞག་ད་དེའི་རྗེས་ལ་གོང་ལྟར་སྤོ་ལགས་ཅིག་ཡོང་བྱས་ནས་རྙེད་ཀི་ཡོད་རེད་ད་དེ་ནས་དེའི་རྗེས་ལ་གཞོན་སྐྱེས་ཅིག་ཡོང་ནས་རྙེད་ཀི་ཡོད་རེད།

རྒྱ་གར་མི་ཆེ་ལ་ལྟ་སྟངས་དེ་དེ་འདྲས་བྱས་ཡོད་རེད་དེ་ང་ཚོས་ཧ་གོ་དགོས་ཀྱི་རེད་རྩིས་མ་ནོར་བ་དགོས་ཡ། མགོ་མ་འཕྲོག་བ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་རེད་དེ་རིན་པ་གཅིག་རེད། རིན་པ་གཞན་དག་དེ་དེ་དང་འབྲེལ་བའི་ཐོག་ལ་ག་རེ་ཡོད་རེད་ཟེར་ན། ཐུབ་བསྟན་ལགས་ཀྱིས་འདི་ལས་འགུལ་སྤེལ་ཡ་དེ་མི་བརྒྱ་ཚོ་དང་སྟོང་ཚོ་ཡོང་བྱས་ནས་ལས་འགུལ་སྤེལ་གྱི་ཡོད་མ་རེད་ཁོ་རང་མི་སྒེར་པ་གཅིག་འདི་ལ་ཡོང་བྱས་ནས་བོད་རང་བཙན་གྱི་ཐོག་ལ་ལས་འགུལ་སྤེལ་རྒྱུ་དེ་ལ་ནུས་པ་ཅིག་ཡོད་བའི་རྒྱུ་མཚན་གྱིས་ཁོང་ཚོ་དགའ་གི་ཡོད་མ་རེད། ཁ་རྡུང་བཏང་གི་ཡོད་རེད་མིག་ལོག་ལྟ་གི་ཡོད་རེད་པར་རྒྱག་གི་ཡོད་རེད་དེ་ཚང་མ་ཕྱོགས་གཅིག་ནས་བལྟས་པ་ནི་ལས་འགུལ་གྱི་ནུས་པ་རེད་རྩ་དོན་འཐབ་རྩོད་ཀྱི་ནུས་པ་རེད་བདེན་པ་གྱི་ནུས་པ་རེད། དེ་བྱེད་དུས་རང་བཙན་འཐབ་རྩོད་དེ་མུ་མཐུད་ནས་ང་ཚོ་གི་མི་སྒེར་རེ་རེ་སྤྱི་ཚོགས་རེ་རེ་ཚོགས་པ་རེ་རེ་གི་འདིར་བྱས་ནས་ལས་འགུལ་གྱི་སྤེལ་བ་ཡིན་ན་དེ་ལ་ནུས་པ་ཅི་ཡོད་ཀྱི་ར་སྤྲོད་ཅིག་དང། ཁུངས་སྐྱེལ་ཅིག་བྱེད་ཀྱི་ཡོད་དུས་བརྩམས་པ་ལ། དེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་ཡོད་རེད་ད་དེ་ནས་ར་སྤྲོད་ཅིག་དེ་བྱེད་ཀྱི་ཡོད་རེད། དེ་བྱེད་དུས་ད་དེ་དང་འབྲེལ་བྱས་ནས་ངས་ཐུབ་བསྟན་ལགས་ལ་ཡང་དྲི་བ་གཅིག་ཞུ་ཡ་དེ་ག་རེ་ཡིན་ལབ་ན། ད་ཐུབ་བསྟན་ལགས་ཀྱི་ལས་འགོར་འདི་སྤེལ་བྱས་ནས་ཕར་ཆེར་ཉི་མ་ལྔ་བཅུ་ང་རང་གིས་འགྲོ་གི་ཡོད་ས་ཡོད། དེ་བྱེད་དུས་བརྩམས་པ་ལ་ད་ལས་འགོར་འདི་གི་བརྒྱུད་རིམ་ནང་ལོགས་ནས། གཅིག་བོད་པའི་སྤྱི་ཚོགས་རང་གིས་ལས་འགོར་འདི་དང་འབྲེལ་བྱས་ནས་གཅིག་ཐུབ་བསྟན་ལགས་ལ་ཁ་པར་གྱི་བརྒྱུད་ནས་ཡིན་ན་རེད་སྦེན་སྒེར་འདིར་ཡོང་ནས་ཡིན་ན་རེད་ཅིག།

ཅིག་སེམས་ཚོར་བྱེད་ཀྱི་འདུག་མ་གཏོགས་ཀྱི་ཨ་ནི་ཡང་དམིགས་བསལ་གྱི་ཡང་འདི་འདྲའི་གལ་བྱུང་མ་སོང་ད་དེ་ངའི་དངོས་ཡོད་གནས་ཚུལ་ཡིན་རེད་པ། ད་ག་ན་ཕྱིན་ང་རང་ཚོ་གི་ཚོགས་པ་ཁག་ཅིག་ལ་ངས་གནད་ཡོད་མི་སྣ་ལ་ངས་འཆར་སྒྲིག་འདི་གའི་ཕུལ་བ་ཡིན་ངེད་ཀྱི་ལས་འགུལ་གྱི་དྲིལ་བསྒྲགས་ཀྱི་ཤུགས་ཀྱི་འདི་གའི་ཕུལ་བ་ཡིན། ཨ་ལན་ཨོ་ལན་གལ་མི་འདུག་དེ་སྐད་ལ་ང་བློ་ཕངས་ཡོད། དངོས་གནས་དྲང་གནས་བློ་ཕངས་ཡོད། ག་རེ་ཟེར་ན་ཚོགས་པ་འདི་གའི་དམིགས་ཡུལ་ཁོ་རང་འཐབ་རྩོད་ཀྱི་དམིགས་ཡུལ་རེད་མ་ཟད་པའི་རང་བཙན་གྱི་དམིགས་ཡུལ་རེད། ཟེར་བ། དམ་བཅའ་ཁོ་རང་རང་བཙན་གྱི་དམ་བཅའ་བྱེད་བྱས། དེ་འདྲ་ཡིན་དུས་འདི་གས་ང་བློ་ཕངས་ཡོད་ཞུ་ཡ་ཡིན། ཨེ་འདི་ག་ཟེ་གའི་རྣམ་པ་ཚོ་མཁྱེན་རྟོགས་ཁག་པོ་རེད། དེ་བློ་ཕངས་ཆེན་པོ་ཡོད། ཁག་ཅིག་གིས།

རྣམ་པ་ལྷན་སྐྱེས་ཀྱི་ཨ་ནི་གཅིག་མི་རབས་མང་པོའི་ཀྱི་དཀའ་ལས་རྒྱག་བཞེས་པའི་ཀྱི་མཚན་སྙན་དེ་རྩ་ཆེན་པོ་ཞེ་དྲག་རེད། མཚན་སྙན་དེ་གའི་ཀྱི་བརྒྱུད་ནི་རྒྱབ་ལྗོངས་མང་པོ་ཞེ་དྲག་ཡོད་རེད་བོད་ཁ་སོང་རེད། ཕྱི་ནང་བག་སོང་ཀྱི་མི་སྣ་ཁྱབ་ཆེན་པོ་ཞེ་དྲག་རེད། མཐུན་རྐྱེན་ཡག་པོ་ཞེ་དྲག་རེད། དེ་འདྲ་ཡིན་དུས་དེ་གའི་ཐོག་ལ་ཨ་ནི་ངེད་ཀྱི་ལས་འགུལ་དེ། རྒྱུད་དཔལ་གྱི་བྱུང་རོགས་བྱེད་ན་བསམ་ཁྱེད་ངས་འབྲེལ་བ་ཞུས་པ་ཡིན་དེ་འདི་ག་ལ་ང་ལ་ཨ་ལེ་ཨོ་ལེ་གང་ཡང་བྱུང་མ་སོང་འདི་གས་བློ་ཕངས་ཡོད་ཞུ་ཡ་ཡིན་དངོས་ཡོད་གནས་ཚུལ་འདི་ཞུ་ཡས་ཡིན་ཐོ་ཆེ་ན། སྟབས་ད་ལྟ་དེ་གའི་བཀའ་མོལ་དེའི་ནང་ལོགས་ལ་ང་ཚོ་གིས་གོང་གི་དྲི་བ་དང་ད་ལྟའི་དྲི་བ་དེ་གཉིས་ཀྱི་ད་ལན་དང་གནས་ཚུལ་དེ་བསྡོམས་པ་ཡིན་ན་ད་ང་ཚོ་ལ་དངོས་གནས་ཀྱི་ཚོར་བ་ཅི་ལེགས་འགོ་གི་རེད་དྲན་གི་འདུག་ད་དེ་ག་རེ་རེད་ལ་བ་ཡིན་ན་ད་ལྟ་ཐུབ་བསྟན་ལགས་ཀྱིས་བློ་ཕམ་ཡོད་གསུང་བ་ནང་བཞིན་བློ་ཕམ་ཡོང་དགོས་ཀྱི་རྒྱུ་མཚན་དེ་ག་རེ་ལབ་ན། ཐུབ་བསྟན་ལགས་ཀྱི་ལས་འགོར་འདི་གལ་ཆེན་པོ་ཞིག་རེད་ང་མི་སྒེར་པ་སུ་ཡིན་མིན་གྱི་གནད་དོན་མ་རེད་ངས་པིར་ཡག་གི་ལས་འགོར་འདི་རང་བཙན་གྱི་ལས་འགོར་ཡིན་པའི་རྒྱུ་མཚན་གྱི་འདི་རྩ་ཆེན་པོ་རེད་དེ་འདྲིག་གི་རྒྱུ་མཚན་གྱི་ཐོག་ནས་བོད་པའི་ཚོགས་པ་རེད་མི་སྒེར་རེད་དེ་སོགས་ཀྱི་སྤྱི་ཚོགས་དྲ་ལམ་དང་ད་གོང་ལྟར་གྱི་སོ་སོའི་བྱེད་ཐུབ་ཡག་ཡོད་ཡོད་གྱི་གནད་དོན་གཅིག་གི་ཐོག་ནས་ལས་འགོར་འདི་ལ་རྒྱབ་སྐྱོར་དགོས་ཀྱི་རེད་དེ། དེ་ག་ས་གི་རྒྱབ་སྐྱོར་དང་སེམས་ཚོར་མི་འདུག་བོད་པའི་རྒྱུ་ནས་དེ་ལ་བློ་ཕམ་ཡོད་ཐུབ་བསྟན་ལགས་ཀྱི་གསལ་པོ་བྱས་ནས་གསུངས་ཡོད་རེད།

ད་དེ་ནི་ག་རེ་ར་སྤྲོད་བྱེད་ཀྱི་ཡོད་རེད། བོད་པའི་རྩ་དོན་འཐབ་རྩོད་འདི་ལ་རྒྱ་མིས་ཀྱི་ཚོར་བ་ནོམ་པོ་ཅིག་ད་དུང་ཡང་ཡོད་པ། ང་ཚོ་བོད་པ་གི་ཚོར་བ་དེ་བརླག་འགྲོ་གི་ཡོད་པ་ཡིན་འགྲོ་གི་ཡོད་པ་དེ་ལྟར་རྩ་དོན་འཐབ་རྩོད་བརླག་སྟངས་ཅིག་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་ལ་ང་ཚོ་སུ་ཡིན་པ་བོད་པ་ཅི་ཡིན་པ། བོད་པ་གི་གནས་སྟངས་ག་རེ་ཡིན་པ་བོད་ནང་ལོགས་ལ་ད་ལྟ། པཎ་ཆེན་རིན་པོ་ཆེ་བྱིས་པ་ཆུང་ཆུང་ལོ་ལྔ་དྲུག་གི་སྐབས་ནས་གོང་ད་ཕ་མ་དང་ཁ་བྲལ་གཏོང་བྱས་ནས་ཙུང་ཧོང་ནང་བསྐྱོད་བྱས་ནས་ད་མི་ལོ་ཉི་ཤུ་ལྷག་ཅིག་འགྲོ་ཚར་བ་རེད། དེ་འདྲའི་གི་གནས་སྟངས་ཡོད་རེད། ད་ང་ཚོ་རོང་བོ་ལུང་པ་ལ་སླེབས་པ་ཡིན་ན་ལས་རོང་བོ་ལུང་པ་གི་སྟོབས་ཆེན་རྒྱལ་ཁབ་གང་འདྲས་ཅིག་གི་མི་སེར་ཆགས་པ་ཡིན་ན་ལས་ང་ཚོ་བོད་པ་ཡིན་པ་དང་ང་ཚོའི་རྒྱལ་ཁབ་བོུ་ཡིན་པ་དེ་ངོས་ལེན་ཡོད་པ་རེད་ཁུག་ཐུབ་གི་ཡོད་མ་རེད། དེ་འདྲའི་གི་གནས་སྟངས་སྐྱོ་བོ་ཅིག་གི་ནང་ལོགས་ལ་ང་ཚོ་འདི་ཡོད་བ་དེ་ངོ་བོ་ཤི་བའི་ཐོག་ནས་ང་ཚོའི་རྩ་དོན་འཐབ་རྩོད་ལ་དངོས་གནས་གི་འགན་ཅིག་འཁྱིལ་དགོས་གི་ཡོད་རེད་ད་ད་ལྟ་ཐུབ་བསྟན་ལགས་ཀྱི་ཚོར་བ་རྣོན་པོའི་ཐོག་ནས་འབོད་སྐོར་གནང་བ་ནང་བཞིན། སྤྱི་ཚོགས་དྲ་ལམ་དེ་སོ་སོས་བེད་སྤྱོད་གཏོང་བྱས་ནས་ཐུབ་བསྟན་ལགས་ཀྱི་ལས་འགུལ་འདི་བརྒྱུད་སྤེལ་བྱེད་དགོས་བ་རྒྱབ་སྐྱོར་བྱེད་དགོས་བ་དེ་ཧ་ལས་པའི་གི་གལ་ཆེན་པོ། འདི་ང་ཚོ་གི་འགན་ཅིག་ཆགས་བསྡད་གི་ཡོད་རེད། ང་འདྲ་བོ་ཆགས་བཞག་ན་དེ་རིང་འདི་སྙན་ཅིག་བཟོ་དགོས་བ་གི་རྒྱུ་མཚན་དེ།

ཉི་མ་རེ་རེ་ལ་ཆུ་ཚོད་སྟོབས་ན་དེ་བློས་གཏོང་བྱེད་ཀྱིན་ལས་འགུལ་སྤེལ་ཐུབ་ཀྱི་རེད་མ་རེད་དེ་ང་ཚོ་ལ་དྲི་བ་ཆགས་འདུག་གི་རེད། ད་ང་ཚོ་མི་སྒེར་སོ་སོ་གིས་ས་གནས་ས་ཐོག་ལ་ལས་འགུལ་སྤེལ་ཐུབ་ཀྱི་མེད་བ། འདས་ལ་ཡོང་ནས་ལས་འགུལ་སྤེལ་ཐུབ་ཀྱི་མེད་ན་ད་ང་ཚོ་གིས་ངེས་པར་དུ་ཐུབ་ཡག་བྱེད་དང་ང་ཚོས་ངེས་པར་དུ་བྱེད་དགོས་བ་དེ་ག་རེ་ལབ་ན། ཐུབ་བསྟན་ལགས་ཀྱི་ལས་འགུལ་དེ་མ་མཐའ་ཡང་སོ་སོའི་ངོ་དེབ་དང་སྤྱི་ཚོགས་དྲ་ལམ་ཁག་ལ། ཁྱབ་སྤེལ་བྱས་ཡ་བརྒྱུད་སྤེལ་བྱས་ཡ། འདི་ལ་རྒྱབ་སྐྱོར་གྱི་ཆེད་དུ་རྣམ་པ་ཚོ་གིས་མ་མཐའ་ཡང་བརྙན་ཐུང་ཐུང་དེ་འདྲའི་བཟོ་བྱས་ནས། ལས་འགོ་སྤེལ་གཉིས་ལ་སེམས་ཤུགས་སྤར་ཡ། རྒྱབ་སྐྱོར་བྱས་ཡ་ད་དེ་འདྲས་ང་ཚོས་བྱེད་ཐུབ་ཀྱི་རེད་བྱེད་དགོས་ཀྱི་ཡོད་རེད་དེ་ངེས་པར་དུ་གནོང་རོགས་གྱིས་ཞུ་ཡ་གཅིག་དང། དེ་ནས་ད་ང་བརྙན་དེ་ག་ལ་ག་ཚམ་རིང་པོ་ཆགས་འགྲོ་གི་འདུག་མཐའ་མ་དེ་མཐའ་མ་དེ་ལ་ད་ཐུབ་བསྟན་ལགས་ཀྱིས་ལས་འགོ་འདི་བརྒྱུད་བྱས་ནས་ཆེས་དཀའ་མོར་གསུངས་ཡ་ལྷག་བསྡད་པ་དང། འདི་འབོ་སྒོར་ཞུ་ཡ་དེ་འདྲས་ཡོད་ན།

ད་གལ་ཆེ་ཤོས་འདི་གའི་ཐོག་ནས་ངེད་ཀྱི་ང་ཚོ་བོད་ཀྱི་དཀའ་ངལ་ག་རེ་ཡོད་མེད་དེ་ད་ལྟའི་ང་རང་གི་དམིགས་ཡུལ་ག་རེ་ཡིན་མེད་དེ་དེ་རྣམས་བཀོད་བཞག་ཡོད་རེད། དེ་ངའི་ངོ་དེབ་ཁང་ལ་བཞག་ཡོད་རེད། ངས་ཟླ་བ་ཟླ་བ་ལ་ངས་བསྐྱར་དུ་དྲན་གསོའི་ཚུལ་དུ་ངས་བསྐྱར་དུ་བསྐྱར་དུ་བཏང་གི་ཡོད། ད་འདི་དཔེ་གལ་ཆེན་པོ་རེད།

ད་ལྟ་རྣམ་པ་ཚོས་ཡག་པོ་བྱས་ནས་གཟིགས་བ་ཡིན་ན་འདི། དེ་ལ་མི་རུ་ཁག་ཅིག་དེ་ལ་ལན་སྐོར་སྤེལ་བྱས་ནས་དེ་དུ་བ། འདི་ད་ཧྥ་ལོང་ཀོང་རེད་རྒྱ་ནག་གི་ཧྥ་ལོང་ཀོང་ལ་དེ་རྒྱ་ནག་ཁོ་རང་གི་ཆོས་ལུགས་བྱེ་བྲག་པ་ཅིག་གི་ཐོབ་ཐང་དང་འབྲེལ་བྱས་ནས་རྒྱ་ནག་ལ་ངོ་རྒོལ་བྱེད་ཀྱི་ཡོད་རེད། ད་ང་ཚོ་སོ་སོའི་རྒྱལ་ཁབ་ཀྱི་གནས་སྟངས་ཅིག་གི་ཐོག་ལ་ངེས་པར་དུ་དངོས་གནས་ཁོ་རང་མི་སྒེར་རེ་རེས་སྤྱི་ཚོགས་གཞུང་ཚང་མ་གི་ལས་འགུལ་སྤེལ་དགོས་བ་དེ་གལ་ཆེན་པོ་ཞིག་རེད།

ད་ལས་འགོར་འདེགས་ཀྱི་དམིགས་ཡུལ་གཙོ་བོ་དེ་བོད་རང་དབང་རང་བཙན་སླར་གསོ་བྱེད་ཡག་ཡིན་པའི་ཆ་ནས། ང་ཚོ་གིས་རང་དབང་རང་བཙན་སླར་གསོ་གི་ཐོག་ནས་སོ་སོའི་དབུ་ཁྲིད་དང་གཞུང། སོ་སོའི་ལུང་པ་ལ་གདན་འདྲེན་ཞུས་ནས་དེ་ནི་གཞི་བྱེས་མཉམ་འཛོམས་ཡོང་ཐུབ་ཡག་གི་རེ་བ་སྨོན་ལམ་དང། དེ་ནས་བརྙན་གཟིགས་ཉན་རྣམ་པ་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡོད།